ཨ་ནི་ང་རང་རྫ་མདའ་སྡེ་སུད་སི་ལི་ཡར་གནས་འཁོད་བོད་མི་གཞིས་ཆགས་ཟོས་ཐག་ལ་ཡར་དེར་ཆོས་འབྲེལ་བྱས། ཨ་ནི་ཨ་མདའ་མགོ་སྟོད་ཀྱི་དབང་ཆེན་དེ་འདྲ་བྱུང་ན་ཟེར་ནས་ཀྱང་འདིར་རེ་འདུན་རེ་བྱེད་ཀྱི་ཡོད་རེད། དུས་འགོར་དབང་ཆེན་སོགས་འདྲ། དེ་ནི་ཕྱོགས་གཅིག་ནས་གསང་སྔགས་བླ་མེད་ཀྱི་ཆོས་བྱས། ཨ་ནི། ཅེས་ཁོ་ར་ཏག་ཏག་པའི་རེ་འབོ་ཅི་དག་ཞིག་མ་བྱུང་ན་དེ་ཙམ་གྱི་བུ་གས་དགོས་པ་ཆེན་པོ་བསྒྲུབ་མ་བསྒྲུབ་བསལ་དེ་ཐེ་ཚོམ་རེད། ཨེ་ནི་གཉིས་ནི། བྱབ་རྟ་ཡི་ཁ་སྒོ་རེད། ད་ལྟ་དེ་དེ་འདྲས་ཀྱི་ཐང་ནས་གང་འདྲ་ཅིག་སྔགས་ཀྱིས་ནི་ཅིག་དང་དབང་བསྐུར་ཅིག་བསལ་བར་བཙུད་འཕྲལ་དེ། ཁོ་ར་པའི་མཚན་ཉིད་ཚང་བ། སྣོད་དུ་རུང་བ། རྒྱུ་ཚོགས་ཚང་བསྡད་པ་ཅིག་ལ་ནི་ཁོ་ར་མཐུན་རྐྱེན་རུང་བའི་གྲ་སྒྲིག་རུ་ཆ་ཚང་ཡོད་དེ་ཉིད་ཀྱི་མི་ཅིག་ལ་ནི་ཨེ་ནི་གསང་སྔགས་ཀྱི་ཆོས་བསལ་དེ་ཕན་ཡོན་ཆེན་པོ་ཡོད་རེད།

མི་སྟོན་པ་བཅོམ་ལྡན་འདས་ཀྱི་ཕྱག་བྱས་ན་ཡང། ཐོག་མར་མི་རྒྱ་གར་འཕགས་པའི་ཡུལ་ལ་ཡང་ང་རང་ཚོ་ཡོངས་གྲགས་ཀྱི་གདུལ་བྱའི་ངོ་ལ་ཡང་བཅོམ་ལྡན་འདས་ཀྱི་ཆོས་བསྐོར་སྟངས་དང། བཅོམ་ལྡན་འདས་ཀྱི་གདུལ་བྱའི་གཅིག་གཤིས་རྒྱུད་བཀྲི་སྟངས་ཏེ། ཨཱ་ནི། བོད་ག་གེ་མ་ཆོས་ཁུངས་ནས་ཕྱག་ལ་ཡང་རྡོ་རྗེ་ཞིག་རྣམས་བྲིས་སྐུ་ཞིག་རྣམས་ནི་རྒྱ་གར་ལ་ཡང་ཕེབས་མི་འདུག་བ། ཐོག་མར་བའི་བདེན་བཞིའི་ཆོས་འཁོར་བསྐོར་བ་ནས་བཟུང་བ་ཅིག་གིས་རྒྱ་གར་འཕགས་པའི་ཡུལ་ལ་བཅོམ་ལྡན་འདས་ཀྱི་ཆོས་གསུང་ཐོས་ཙང་ནས། དངོས་གནས་ད་ནས་ཀྱི་ཞིག་སེམས་འདུལ་ལུགས་ཀྱི་རིམ་པ་གུན་འདྲེ་སེ་ནས་ད་ལ་ནི་སྐྱེ་དགུ་ཡོད་མེད་ད་གའི་ཐང་ནས་ད་ཆོས་ཀྱི་འཁོར་ལོ་བསྐོར་ནས་འགྲོ་གི་ཡོད། ཐེག་གི་ཡོ་རེ་མ་གཏོགས་པ་ཅིག་གིས་ཀ་ཁའི་མ་བྱས་ཁུངས་ནས་དབང་གཅིག་སྐུ་དེའི་ཤུགས་རྐྱེན་ཞི་གནས་པའི་ཐུན་མོང་བླང་བྱ་བསྟན་ཡོང་ངེས་ཀྱི་གནང་གི་ཡོད་མ་རེད། ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་དེ་སྔ་ཕན་ཆད་ཅིག་གདམས་ངག་ཞིབ་ཅིག་དར་སོ་ཆེན་པོ་ཆགས། ང་ནི་ངའི་ལས་ཡགཅིག་མི་ཚང་བ་ལོག་གི་ཁ་ཐུག་རེད་མོད་དད་པ་དག་སྣང་རོལ་པའི་ཆེན་པོ་ཞིག་དག་ཡོད་པ་ཡིན་དུས་རྩ་ནས། ཨ་ནི་དེ་འདྲས་དེ་འདྲས་ཀྱི་དག་བཟང་པོ་གཡམ་ལ་རྒྱུག་པའི་སོ་རུབ་ཅིག་ཆགས་བསྡད་ཡོད་རེད། ས་དེ་འདྲས་ཡིན་དུས་ཙང་ནས། དེ་སྔ་ཕན་ཆད་ང་རང་ཚོ་བོད་ལ་ཡོད་བསྡད་པ་དེའི་དེ། གྲ་མ་ཉམས་པ་གྲུ་མ་ཆག་པ་ཅིག་གིས་ང་ཚོ་མིའི་ལུང་པར་སླེབས་དུས་རབས་གསར་པ་ཅིག་གང་སླེབས་ཡིན་དུས་ཙང་ནས་འདི་ནང་བཞིན་བྱེད་དགོས་རེད་ཟེར་ནས་ཟེར་དགོས་ཡ་ཡོད་མ་རེད། དཔེར་ན་ང་རང་ཚོ་ནང་པ་སངས་རྒྱས་པའི་སྟོན་པ་གཅིག་པ་ཡིན་ན་ཡང་སློབ་དཔོན་གཅིག་པ་ཡིན་ན་ནང་པ་སངས་རྒྱས་པའི་སློབ་དཔོན་ཆེན་པོ་གཅིག་པ་ཡིན་ན་ཡང་བོད་ཀྱི་མཁས་པ་ཚོས་ཨེ་ནི་ནང་པའི་བསྟན་བཅོས་བསྒྲིགས་ཤེས་པ་དེ་དང་རྒྱ་གར་མཁས་པས་ཨེ་ནི་ནང་པའི་བསྟན་བཅོས་བསྒྲིགས་ཤེས་པ་གཉིས་པོ་དེ་ལ་ཡ་ཡག་པོ་བྱས་ནས་བརྟག་དཔྱད་བྱེད་ཀྱི་ལྟ་གི་ཡིན་ན་ཁྱད་པར་འགྲོ་ག། དཔེར་ན་ང་རང་ཚོའི་སྤྱོད་འཇུག་འདྲ་འདྲ་དབུ་མ་འཇུག་པ་འདྲ་འདྲ་རྩ་བ་ཤེས་རབ་འདྲ་འདྲ་རིན་ཆེན་ཕྲེང་བ་འདྲ་འདྲ་ཨེ་ནི་བཞི་བརྒྱ་པ་ཟེར་ཨ་རོ། དེ་ཚོ་དངོས་གནས་དྲ་གནས་ཀྱི་སེམས་བསྡུ་བའི་ཆེད་དུ་བརྩམས་བྱས་པ་ཞིག་རེད་མ་གཏོགས། སེམས་བསྡུ་བ་དང་མ་འབྲེལ་བ་ཅིག་གིས་པའི་མཁས་པའི་དག་ཅིག་པའི་ཚིག་སྐམ་པོས་བཤད་པ་ཞིག་ག་ནས་ཡིན། རེད་དེ་ཡིན་ན་ཡང་བ་བཤད་ནི་ཡོད་འདུག་ད་ནི་བཤད་ལུགས་ཏོག་ཙམ་མི་འདྲ་བ་རེད། ང་རང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་བོད་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་དོ་དམ་པའི་བློ་ལྡོག་རྣམ་བཞི་ཟེར་ཡང་མི་འདུག་ང་རང་ཚོའི་དོ་དམ་པའི་བཀའ་གདམས་གསར་རྙིང་གི་ཐ་སྙད་བཤད་ར་ཡིན་ན་ལམ་རིམ་ཟེར་ནས་ཡང་མི་འདུག། གང་དག་ཡོད་ཉིད་པའི་དམ་པ་དམ་པའི་རི་དྭགས་འདྲི་གྱི་རེད། ཡང་འཁོར་འཁོར་ར། མི་འདྲ་གཅིག་གི་དག་ཆགས་ཡོང་གི་ཡོད་རེད། ཁྱོད་ལམ་སྒྲོན་གྱི་དག་འགྲོ་སྟངས་ནང་བཞིན་རུ་ཆགས་ནས་ཅིག་ཡོང་བསྡད་པ་འདི་གྱི་དེ་རྩ་བ་ཡིན་ནི། ཁྱོད་བསྟན་སའི་ལུང་པ་འདི་དག་ལུང་པ་ཐ་དད་ཅིག་གི། མང་ཆད་ཀྱི་དེ་ནང་པའི་ཆོས་ལ་ཡ། ཅིག་དད་པ་དང་ནང་སྦྱང་ཡ་ཅིག་ཧ་ལམ་པའི་དག་ཐག་ཆོད་པའི་ཐོག་རུ་ཅིག་ཡོད་པ་ཡིན་དུས་རྩ་ནས་དེ་འདྲས་ཀྱི་གཞི་རྩའི་ཐོག་ནས་ཨེ་ནི་ཁོ་བསྟན་ཡོང་གི་ཡོད་རེད་འགྲིག་ཡོང་གི་ཡོད་རེད་དེ་འདྲས་ཡིན་དུས་རྩ་ནས། ད་རི་སྐྱེས་སའི་དུས་ཚོད་འདི་པད་དཀར་ལ་ཅི་ལྟར་ལག་ཚར་རེད་པད་དཀར་འགྱུར་ཚར་རེད། རང་ཡང་ཨོ་དེ་འདྲའི་ཅིག་ད་ཡིན་འདུག་ད་ནས་ང་རང་ཚོ་ཐོག་མར་རྒྱ་གར་ཕ་རྒྱ་གར་མཁས་པ་ཚོས་ཅིག་ལམ་བཀྲི་སྟངས་འདི་དང་འགྲོ་སྟངས་འདི་དག་གལ་ཆེ་དང་གསར་ཆེ་ཡོད་ས་རེད་བསམ་དྲན་འདུག་དེའི་ནང་ཚན་ནས་དེ་དག་གི་མདོ་དང་སྔགས་ཟེར་ནས་བཤད་ཡིན་འདུག་ད་ནས་ད་མདོའི་འགྲོ་སྟངས་ཀྱི་ཐོག་ནས་མ་ཁྲིད་ནས་ཡོང་གི་ཡིན་ན་སྤྱིར་བཏང་ང་རང་ཚོ་ཡོངས་གྲགས་ཀྱིས་ཨ་ནི་ཆོས་ཉམས་ལེན་བྱེད་མཁན་ལ་ཡང་མདོ་ཕྱོགས་ནས་བཀྲི་སྟངས་མེད་ཅིང་བྱས་ན། འཕྲལ་དུ་དངོས་གནས་དྲང་གནས་ཀྱི་ཐུགས་ཀྱི་ཞལ་གཙང་བ་ཅིག་དང་ཕུགས་བཙན་པ་ཅིག་དང་ཡག་པོ་ཡོང་གི་རེད། དེའི་ཐག་ལ་ཡང་སྔགས་བསྣོན་པའི་རྒྱ་བྱུང་དེ་ལས་སླ་པོ་རེད། རྡོལ་གཅིག་གཞི་རྩ་གཟིམ་ཡག་འདི་དེ་གཞི་མ་ནས་མེད་པ་ཅིག་ལ་ཡང་སྔགས་ཀྱི་ཅིག་དབང་བསྐུར་བསྙེན་པ་འདི་བཏང་ལྷའི་རྣལ་འབྱོར་འདི་བསྒོམ་ནས་བྱས་པ་ཡིན་ན་ཡོན་ཚུལ་ཤིན་ཏུ་ལོག་ལྟ་སྐྱེ་ཡག་གི་རྒྱུ་ཆགས་ཀྱི་རེད་མ་གཏོགས་པ་ཅིག་ཁག་པོ་ཞིག་གྲགས་རེད། མི་སྙན་པ་དག་རུ་བཏང་ཡིན། རྨི་ལམ་ཟང་ཟིང་མ་བྱུང་བསམ་པ་བཞིན་རྣམ་རྟོག་ཤེས་རྒྱུ་ཡིན་པ་ཕལ་ཆེར་ཐག་ཆོད་རེད། དེ་ཡང་ཡང་དེ་རང་ལ་ཁ་ཐབས་མེད་ན། འདས་ཞོལ་འབུམ་ཕྲག་དང་ནི་ཕན་ཐེག་མེད་དེ། རྒྱུད་རང་ནས་ཐག་བཅད་པ་ཞིག་རེད་མ་གཏོགས་ཐག་བཅད་ནས་གསུང་བཤད་པ་ཞིག་རེད་མ་གཏོགས་གེགས་མ་རེད། ཡིན་ན་ཡང། ནུས་པ་རང་གིས་མ་ཚང་ང་འདི་མ་ཤེས་པར་བྱས། ཨེ་ནི་ཆོས་ལ་ནུས་པ་མེད་པའི་མགོ་ལ་ཡ་བསྐྱལ་ནས་ཨ་ད་འདི་བྱས་མ་བྱས་ཆོ་གས་མི་འདུག་བསམ་པ་དེ་འདྲས་ཀྱིས། དངོས་གནས་དྲང་གནས་ཀྱིས། ཡོན་ཚུལ་གྱིས་གནས་པའི་ལོག་ལྟ་སྐྱེ་ཡག་གི་ད་ཉེན་ཁ་ཡོད་རབས་དེ་འདྲས་རེད། ཨེ་ནི་ཤི་ནས་ཆོག་ཤེས་མི་འདུག་བ་དགོས་པ་ཁེལ་མི་འདུག་བ།

སེམས་དུལ་བ་ཞིག་ཡོང་ཡག་གི་ཐབས་ཤེས་ལ་འགྲོ་མཁན་ཞིག་ཐོན་ན་ད་དེ་ལག་ལེན་གྱི་ཁ་ཐོར་ད་དེའི་ཐག་ལ་ཡང་ང་ཚོ་བརྩེ་བ་བྱ་གལ་ཆེན་པོ་རེད་དེ་འདྲ་བའི་ཐོག་ནས་བསམ་བློ་བཏང་ཡོང་དུས་ལྷ་ཡི་རྣལ་འབྱོར་ཟེར་ནི་ཟབ་པོ་རེད་དེ་ཡིན་ན་ཡང་མི་ནུས་ངེས་ཅིག་གི་ལྷ་ཡི་རྣལ་འབྱོར་པའི་བརྒྱ་ཕྲག་སྟོང་ཕྲག་བསྒོམ་པ་ལས་ལམ་རིམ་འདྲ་འདྲ་ཅིག་གི་མགོ་ནས་ཞུགས་འོག་ཏུ་མ་དག་དོན་ཅིག་བཀླགས་ན་ཡང་ཀོ་ཕན་ཐོགས་ཆེ་ཡོད་བསྡད་པ་དང་སེམས་ལ་ངོ་ཐོག་རང་རྟོགས་ཁུར་རྒྱུ་ཐེག་ངེས་ཅིག་ང་རང་ཚོའི་སེམས་ནང་ལོགས་ལ་ཡང་རྣམ་རྟོག་མང་པོ་རེད། རྣམ་པ་མང་པོ་རེད་རྣམ་པ་མང་པོ་དེ་གྱིས་དེ་དེ་མ་ཐག་ལ་ཡང་མེད་པར་བཟོ་ཐུ་ཡག་དང་དེ་མ་ཐག་ལ་མགོ་གནོན་ཐུ་ཡག་ཧ་ཅང་ཁག་པོ་རེད་ཧ་ལ་མི་སྲིད་པ་ལྟ་བུ་རེད་རེད། ཡིན་ན་ཡང་བའི་རྣམ་རྟོག་པའི་ཧ་ཅང་རགས་པ་དེ་ཚོའི་གྲས་ཀྱི་རྩེ་ཞིལ་ཐུབ་པ་ཞིག་བྱུང་ན་ཡང་འགྲིགས་པ་རེད་ཀོ་ཐོག་མའི་ཞིབ་ལྟ་ལ་འགག་ན་མ་གསུམ་ནས་དེ་ལ་ཡང་སླེབས་ཡིན་དགོས་ཡོད་ཙང་ཡང་ད་དེ་འདྲ་ཡིན་དུས། དེར་བལྟས་ཡིན་ནི་ཆོས་འབྲེལ་བྱས་ཡག་དེ་ཕལ་ཆེར། ལག་ལེན་སྲོལ་བཏོན་པ་འདྲ་འདྲ་ཡང་ན་ཅི་རིན་ཅི་བགྲང་བ་དང་འདྲ་ཡང་ན་སྤྱོད་འཇུག་དང་དེ་འདྲ་བྱས་ན་བསམ་སྟེ། ཨོ་ངའི་བསམ་ཚུལ་རེ་བ་དེ་ལབ་ཡག་དེ་རྒྱུ་མཚན་དེ་ཡིན། ད་ཐ་མ་ཡིན་ནི་གཏན་འཁེལ་དང་འདྲ་སྤྱོད་འཇུག་དག་ལས་ད་གཏན་འཁེལ་བ་རེད་སྤྱོད་འཇུག་བྱེད་རྒྱུ་ཆད། ཨེ་ནས་མ་གཞི་ད་གཞུང། ཀ་ཐུག་རེ་ཤོག་ལེ་ཁ་ཤས་ཤོག་ད་པི་ཏུང་དེ་ཤོག་ལེ། དགུ་བཅུ་ཁ་གྲངས་ཤིག་བྱས་ནས་ད་རྒྱ་མ་སེམས་ཚེ་ཞིག་འདུག་སྟེ། ཡིན་ན་ཡང་ད་རྒྱ་བ་ཁེ་མི་འདུག་ཁོ་མ་ཡིན་ནི་དུས་ཚོད་ཞིབ་པོ་ཡོད་མ་རེད་དེར་དུས་ཚོད་ཐུང་ཐུང་རེད། དེ་འདྲའི་གཅིག་གིས་ནག་ལོག་ལས་དེ་ཚར་བྱས་ལ། སྔས་མ་ལྟར། མ་ག་ཚོགས་རེད། དུས་དུས་བྱས་བྱས་ན་མ་འགྲིབ་ཁེ་མི་འདུག་བ། ཨ་ནི་གཙོ་བོ་ནི། ཆོས་འབྲེལ་ཚར་གཅིག་ཐོབ་ནས། དེའི་ཁ་ཐུག་དེ་བྱུང་ན་བྱུང་བ་རེད་མ་བྱུང་ན་གཡུག་བཞག་རྒྱུ་མ་རེད། ཨ་ནི་སྤྱོད་འཇུག་གི་ཤ་པ་ཐོབ་པའི་རྗེས་ལ་ཡ་ད་རི་སྤྱོད་འཇུག་དཔེ་ཆ་ཆེད་མངགས་པར་རེར་བསྐྱབས་ནས། ཨང། རྒྱ་མཚོ་དེ་མ་བཀྲམ་ཡག་རུ་བྱུང་ན་བསམ་ནས། ཕེ་སི་ནས། གྲ་སྒྲིག་འདུག་བྱས་པ་ཡིན། ཨ་ནི་ཆོས་ཟེར་ཡག་དེ་དུས་རྒྱུན་ལྡན་ནས་ད་སོ་སོ་དཔེ་ཆ་ཀློག་ཡང་ཡང་ཀློག་བསམ་བློ་བཏང་ཡང་ཡང་བསམ་བློ་བཏང་ཡང་ཡང་ཀློག་ཡང་ཡང་བསམ་བློ་བཏང་ནས། ཨེ་རེད། སེམས་རྒྱུད་གྱོང་པོ་དེ་རགས་པའི་སེམས་རྒྱུད་མ་རུངས་པ་གྱོང་པོ་དེ་ག་ལེ་ག་ལེ་ལ་ཡང་ཏོག་འཇམ་རུ་ཅིག་ཨེ་འགྲོ་ད་ཅིག་དུལ་རུ་ཅིག་ཨེ་འགྲོ་ད་དེ་ལྟ་དགོས་པ་རེད། ད་དེ་འདྲ་ཡིན་དུས་ངས་དེ་བཤད་པ་ཚར་རྗེས་བྱས་པ་དེ་རྒྱས་བསྡུས་ལ་མ་ལྟོས་པའི་དུས་རྒྱུན་ལྡན་ནས་ཁྱེད་རང་ཚོ་སྤྱོད་འཇུག་གི་དཔེ་ཆ་ལ་ཡང་བསྙད་སྐྱོན་ཡང་ཡང་བཏོད་ད་ཨེ་ནི་ཕན་ཡོང་གི་རེད་ཤེས་སོང་ཨ། ཨེ་དེ་ཡང་ཅིག་བཤད་ངན་དེ་འདྲས་ཀྱི་འབྲི་བཤད་རགས་རྒྱག་ངན་ཡོང་གི་རེད་ཨེ་དེ་འདྲས་ལ་ཡང་སྐད་ཆ་རགས་ཡང་དྲིས། དུ་ཞེན་ཁྱོད་ཟེར་ཡག་དེ་ཁོ་སྟོབས་ཆེ་དང་གཅིག་པ་རེད་དཔེར་ན་མ་བྱིན་སློབ་སྦྱོང་བྱས་ནས་མ་བྱིན་སློབ་སྦྱོང་བྱས་པའི་ཁ་ཐུག་དེ་སློབ་སྦྱོང་བྱེད་ཤེས་དེ་ནས་གཡུག་བཞག་མ་རེད་པ་མ་བྱིན་སློབ་སྦྱོང་བྱས་ནས་ཨེ་སོ་སོ་སྟོབས་ཆེ་ཟ་དགོས་ཡིན་སྟོབས་ཆེ་ཞིམ་པོ་ཞིག་བཟོས་ཡིན་ཁོ་ཟ་དགོས་པ་རེད་མ་ཤི་བོ་དུ་བ་དེ་ནང་བཞིན་བྱས་ནས་ཆོས་ཉན་ཟེར་ནས་ཚ་གཅིག་རིང་ལི་ཡ་ཉི་མ་ཁ་ཤས་ཤིག་རིང་ལི་ཡ་བྱས་ཨ་དགའ་སོགས་རེད་ཅིག་བཀའ་ཟུར་བོད་སྐད་གཅིག་ཟབ་ས་རུ་བྱེད་དེང་སང་ཆོས་ཉན་རྒྱུ་ཡོད་ས་དེང་སང་ཅིག་བྱེད་ཡོད་ས་སོར་བྱེད་དེ་ཚར་དང་ཨ་ནི་ག་གེ། ཁ་རྒྱུ་བུ་རྒྱུ་མེད་པ་ཞིག་བསྡད་ན་ནོར་འཁྲུལ་རེད་ཨ་ནི་ཆོས་ཡག་མར་བ་ས་དེ་འདྲས་ཡིན་དུས་ཙང་ནས་ཨོ། དེར་ངས་དེ་ཤེས་པ་སྐྱེས་དུས་ད། ངས་ཤེས་པ་སྐྱེས་པ་ཤིང་སྐྱེས་མ་རེད་ང་རང་ཁབ་ཐུབ་དེ་ལས་མེད་བ། ཐབས་བྱུང་དེ་རྒྱུ་ལྐོག་གྱུར་པ་དེ་བཤད་པ་ནི་བཀག་ཡིན་བཤད་པ་རེད་རང་ལ་ཡ་ལྐོག་ཏུ་གྱུར་པའི་དོན་ཞིག་མི་ལ་ཡ་ག་འདྲི་བྱེད་དངོས་ནས་ངོ་ཚ་ཡ་རེད། ཡིན་ན་ཡང་ད། བཀའ་ཟུར་རེད་ཤེས་ཚོད་ཅིག་ཨེ་མ། དུས་ཀྱི་ངས་མ་ཞུ་རྒྱུ་བྱས།

ཧོ། དཔེ་ཆ་ནག་པོ་མ་བཟོ་ལ། དཔེ་ཆ་ཕུ་ཐག་མ་གཏོང་ཨ། ཉི་མས་ཚིག་ན་ཞྭ་མོ་བྱས། ཨ་ཡང་ཚ་དུག་ཚིག་ན་དུག་སུབ་རླུང་གཡབ་བྱས། རྐུབ་འཁྱག་ན་རྐུབ་གོག་ལ་བཅོལ་ཟེར་བ་བཞིན་འབྲི་མར་བལྟ། ཅེས་སོ། ཨ་ཡ། དཔེ་ཆ་འདི་དངོས་གནས་དྲང་གནས་ཀྱི། སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་ཐབས་མཁས་ལ་ཐུགས་རྗེ་ཆེན་པོས་གཞན་དབང་དུ་སོང་བའི་གཞན་དབང་དུ་སོང་བའི་དབང་གིས་སྔོན་ནས་དྲངས་ནས་ཀྱི་གདུལ་བྱའི་ཁམས་དང་བསམ་པ་དང་བག་ལ་ཉལ་ཇི་ལྟ་བ་བཞིན་དུ་ཁྱེད་ཀྱིས་གཟིགས་པའི་མཐའ་ནི་ནི་བླང་དོར་གྱི་གནས་རབ་དང་རིམ་པ་མང་པོ་བསྟན་ནས་ཡོད་དེ་པ་ད་དེའི་སྟེགས་ཀྱི་དཔེ་དོན་དག་རྟོག་རྟོག་ཐུགས་གསོས་བྱ་བ་ཞིག་རེད་ཧ་ཅང་དཔེ་ཆ་ཡག་པོ་རེད་རྒྱ་གར་ལ་ཡིན་ན་ཡང་སྤྱོད་འཇུག་ཟེར་ནས་སྔོན་ནས་སྐད་གྲགས་ཡོད་དེ་པའི་དཔེ་ཆ་ཡིན་ས་རེད་སྤྱོད་འཇུག་གི་རྒྱ་གར་ལས་སྤྱོད་འཇུག་གི་འགྲེལ་པ་མང་པོ་ཡོད་རེད་ཡོད་ས་རེད། བོད་གངས་ཅན་གྱི་ཕྱོགས་ལ་ཕྱག་བཞེས་ནས་ཀྱི་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་མཁས་པ་དང་གྲུབ་པའི་སྐྱེས་བུ་དང་པོ་མང་པོ་གཅིག་གིས་སྤྱོད་འཇུག་གི་འགྲེལ་པ་མཛད་ཆོག་པ་ཞེ་དྲག་མང་པོ་རེད། སྤྱོད་འཇུག་སུ་ལབ་ཡོད་འདི་སྔ་མས་གཅིག་ས་གསུམ་བརྒྱུད་པའི་འགྲེལ་པ་གཅིག་པུ་ལྟ་བུ་ཆགས་ཡོད་རེད། རེད་དོ། རེད་དོ། ཨང། དེ་འདྲས་ཡིན་དུས་ཙཱ་ནས་དཔེ་ཆ་ཞེ་དྲག་བཙལ་ཆེན་པོ་རེད། ང་རང་ཕྱག་བཞེས་ནས་སྤྱོད་འཇུག་ལ་ཡ་ཞེ་དྲག་གི་དད་པ་ཆེན་པོ་ཡོད་སྤྱོད་འཇུག་ལ་དངོས་ནས་དགའ་པོ་ཡོད། འདུག་ས་རེད། ད་ཡང། ད་དེ་ལ་ཨོན་ཐོག་མར་ཆོས་ཉན་པའི་གནས་སྐབས་ལ་ཡང། ང་ཚོ་ཨ་འདི་བཤད་མ་ཐག་པ་ནང་བཞིན་གྱི་སེམས་ལ་སོབ་ལྟ་ཅིག་བཟོ་ཡ་རེད་མ་གཏོགས་པ་གཅིག་གིས་གཞན་ང་ཚོའི་དེ་རུག་རུག་བྱེད་གཏན་ནས་དོན་དག་ཞེ་འདྲ་གས་བྱེད་ཀྱི་ཡོད་མ་རེད་དེ་ཁྱོད་རང་ཚོ་ཉི་མ་མ་ཁྱོད་ནས་ཨ་ནི་ངས་སྦྲུམ་རུག་བཤད་བྱས་ཁྱོད་རང་ཚོ་དེ་ཉི་མ་མ་ཁྱོད་ནས་ཡོང་པ་ཡོད་མ་རེད་ཡང་དེ་ཡོང་པ་ཡིན་ན་ང་ཚོ་དེ་དེ་ང་ཚོ་རུག་རུག་བྱེད་བསྡད་པ་དེ་གས་ཨ་ནི་ཟ་རྒྱུ་འཐུང་རྒྱུ་གནོད་འབེབས་བྱུང་ཡ་ཡོད་པ་ཡིན་མ་རེད། ཆོས་ཉན་གང་ཡོང་གི་ཡོད་ཆོས་ཉན་ཟིན་ག་རེ་བྱེད་རྒྱུ་རེད་ཟེར་ན་སེམས་བསྡུས་པ་ཞིག་བྱེད་རྒྱུ་རེད་ལ་ཡ་ད་དེ་འདྲས་ཡིན་དུས་ཁྱེད་རང་ཚོས་དེ་རེད་དེ་སེམས་བསྡུས་པ་ཞིག་ཡོང་བ་ལ་ཡ་བསམ་བློ་གཏོང་སྟངས་ཅིག་ཤེས་དགོས་པ་རེད་བསམ་བློའི་ནང་གི་སྐྱོན་ཟེར་ངེས་དེ་ག་འདྲས་ག་འདྲས་ཡིན་པ་བསམ་བློའི་ནང་ལ་ཡ་སྐྱོན་ཡོད་བསྡད་པ་དེ་དེ་ག་འདྲས་བྱས་ནས་མེད་པར་བཟོ་དགོས་ཀྱི་ཡོད་པ་འདི་མ་ཤེས་ཀྱི་ཡོད་པ་ཡིན་དུས་ཟེར་ནས་དེ་ཟབ་ཟོབ་བྱས་ནས་ཉན་དགོས་པ་རེད་ཉན་ནས་སོ་སོ་ཡིད་མ་ཆེས་པའམ། ཇི་སྙེད་འདོད་ཀྱི་མེད་དུས་ན་སོ་སོའི་རང་དབང་རེད་སུ་གཅིག་གིས་ཁྱོད་ར་ཆོས་བྱེད་དགོས་རེད་ཁྱོད་ར་ནང་པ་བྱེད་དགོས་རེད་ཁྱོད་ར་བས་སེམས་བསྡུས་པ་བྱེད་དགོས་རེད་ཟེར་ནས་དང། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཐུགས་མར་ལ། ཁ་ཟས་དང་ང་རབ་གཅིག་གི་གནས་ལ་འདུག། སོ་སོ་རང་དབང་རེད། ཆོས་ལ་ལོག་ལྟ་བྱས་ནས་སོ་སོའི་རང་དབང་རེད་མ་གཏོགས་ང་ཤ་ཁ་གེ་བསྡད་ཡོད་མ་རེད། ཡིན་ན་ཡང་ང་རང་ཚོ་འདུ་ཁང་འདི་ནང་ལོགས་ལ་ཡར་རུག་རུག་བྱས་བསྡད་པའི་མི་ཚང་མ་ལོགས། ངོ་གདོང་འདྲ་མི་འདྲ་དེའི་འོག་ལ་ཡར། རྣམ་རྟོག་གི་རྒྱ་ཁྱུ་དངོས་གནས་དྲ་གནས་ཀྱི་ལྟ་བས། མཐའ་མེད་རེད་པ་ཞིག་གིས་ད་རྣམ་རྟོག་མང་པོ་ཤར་ཡོང་གི་ཡོད་རེད། ང་ཚོ་འདི་ནང་ལོགས་ལ་ཡ། འདྲ་མི་འདྲ་ཡོད་ཀྱི་རེད། ཁ་ཤས་འདི་ནང་ལ་ཡ་ཅིག་བསམ་བློའི་ནང་ལ་ཅིག་ཀུན་སློང་དགེ་བ་སྐྱེས་བསྡད་པ་ཡོད་འགྲོ། ཁ་ཤས་མི་དགེ་བ་སྐྱེས་བསྡད་པ་ཡོད་འགྲོ། ཁ་ཤས་ལུང་མ་བསྟན་བཏང་སྙོམས་ལ་གནས་བསྡད་པ་ཡོད་འགྲོ། འདྲ་མི་འདྲ་སྣ་ཚོགས་ཅིག་ད། ང་ཚོ་དུག་ལོག་འདྲ་ཆགས་པོ་གོན་ནས་ཡོད་བསྡད་པ་འདིའི་འོག་དེ་ནས་སེམས་ཀྱི་རྣམ་རྟོག་ལ་མཐའ་མེད་བསྡད་ངེས་ཅིག་མི་དྲན་དགུ་དྲན་ཅིག་ད། འདི་མི་དྲན་ཟད་མེད་བསྡད་ངེས་ཅིག་ཚང་མ་ལོག་ཤག་གི་ཡོད་རེད།

ཁ་ནས་སྒྲ་ཆག་པོ་དང་རྣམ་འགྱུར་འདྲ་མི་འདྲ་ག་འདྲ་ཞིག་སྤྲད་ནས་མ་ཐོས་ནས་དོན་དག་ཡིན་ཡིན། གཏན་དུ་དེ་ཁ་སོར་བུ་གས་བདེ་བ་ཅིག་བྱུང་ན་བསམ་པ་ཞིག་རང་ལ་བདེ་སྐྱིད་ཅིག་བྱུང་ན་བསམ་པ་ཞིག་བདེ་བ་དོན་དུ་གཉེར་ཐེངས་ངང་རང་སོར་རང་ཤེས་རོགས་སུ་སུ་ལ་བལྟས་པ་ཡིན་ན་ཡང་འགྲོ་སྟངས་གཅིག་གྱུར་རེད། གཞི་རྩ་དེའི་ཐག་ནས་ཨེ་ནི་ང་རང་ཚོས་སུ་ཁ་སོར་རེད། འདོད་པའི་བདེ་སྐྱིད་དེ་དང་མི་འདོད་པའི་སྡུག་བསྔལ་དེ་ལ་ད་རིམ་པ་མང་པོ་བྱས་ཡོང་གི་ཡ་རེད། ཁ་ཤས་ཀྱི་བསམ་བློའི་ནང་ལ་ཡང། འདོད་པའི་དལ་བ་དེ་མིག་རྒྱང་ཐུང་ཐུང་གི་རིང་གི། མིག་རྒྱང་ཐུང་ཐུང་ཅིག་གི་ནང་ཚུད་ལ་ཡོད་བསྡད་པས་ད་དལ་བ་གྲུབ་ཡག་ཅིག་ད་སྡུག་བསྔལ་སེལ་ཡག་གི་བསམ་བློ་ཞིག་འཁོར་ཡོང་གི་ཡོད་རེད། ཁ་ཤས་ཀྱིས་དེ་ལས་ལྷག་ཏུ་ཨའོ་སི་ཏོམ་རིང་དུ་ཕྱིན་ནས། རི་དྭགས་པའི་ཚེ་གང་གི། སྡུག་བསྔལ། ཆེ་ས་ནས་ཤི་ཐུབ་ཡག་ཅིག་ད། དལ་བ་ཆེ་ས་ནས་འགྲུབ་ཐུབ་པ་ཅིག། དལ་བ་ཆེ་ས་ནས་འགྲུབ་ཡག་ད་སྡུག་བསྔལ་ཆེ་ས་ནས་སེལ་ཡག་གི་དོན་དག་ལ་ཡང་དལ་བ་ཆུང་ཆུང། ག་སོགས་རེད་བདེ་བ་ཆུང་ཆུང་བློས་དང་སྡུག་བསྔལ་ཆུང་ཆུང་དང་དུ་ལེན་པ་བཞིན་པོ་རེད་འདི་བློ་ཕྱོགས་ཡིན་པ་རེད་མི་སུས་བལྟས་པ་ཡིན་ནའི་ཁོ་ཆེན་པོ་བཞིན་ཡང་དེ་འདྲ་ལ་ཡ་དཔེར་ན་དངུལ་དུ་མ་བཟུང་ནས་པའི་སྒོར་མོ་འབུམ་ཕྲག་མང་པོ་སྒོར་མོ་འབུམ་ཕྲག་དང་ས་ཡ་ཡོང་ཡག་གི་དོན་དག་ལ་ཡ་སྒོར་མོ་བརྒྱ་ཕྲག་སྟོང་ཕྲག་བློས་བཏང་པ་དེ་ཁོ་རླབས་ཆེན་པོ་ཡིན་པ་རེད་སྒོར་མོ་ས་ཡ་འབུམ་ཕྲག་ག་སོགས་རེད་ཅེས་འབུམ་ཕྲག་དང་ས་ཡ་ཡོང་ཡག་གི་ཆེན་པོ་དེ་མ་མཐོང་ཆུང་ཆུང་སྒོར་མོ་བརྒྱ་ཕྲག་སྟོང་ཕྲག་བློས་བཏང་མ་ཐུབ་ངེས་ཞིག་བྱུང་པ་ཡིན་ན་ཁོ་བྱབ་ཆུང་བརྩིགས་རེད་བ།

ང་ཚོ་འཛམ་བུ་གླིང་འདི་གང་ལ་ཡོད་བསྡད་པའི་མི། ཕལ་ཆེར་འདི་རིགས་མ་གཞི་ཚུན་ཆད་ཀྱི་ཚེ་འདི་གང་གི་ད་བདེ་བ་སྒྲུབ་ཡ་གཅིག་ད་སྡུག་བསྔལ་སེལ་ཡ་གཅིག་དེ་ལ་ཡ་ད་རླབས་ཆེ་ཆུང་ད་རྒྱ་ཆེ་ཆུང་ཨ་ནི་ཐབས་ཤེས་རྣམ་པ་སྟེང་ལུགས་འདྲ་མེད་འདྲ་ད་དེ་གི་གཅིག་གི་ད་དབྱེ་བ་ཡོད་བསྡད་པ་མ་གཏོགས་ཕལ་ཆེར་འདི་རིགས་མ་གཞི་ཚུན་ཆད་ཀྱི་ཚེ་འདི་གང་ལ་བསམ་བློ་བ་དེ་བ་ཤ་ཤ་ཐུབ་པ། ང་ཚོ་རྒྱལ་ཁབ་ཕན་ཚུན་གྱི་ལོ་ལྔའི་འཛུགས་སྐྲུན་ཟེར་ཡ་རོགས་ལོ་བཅུའི་འཛུགས་སྐྲུན་ཟེར་ཡ་རོགས་ལོ་བརྒྱད་ཀྱི་འཛུགས་སྐྲུན་ཟེར་ཡ་རོགས་དེ་དེ་མ་གཞི་ཚུན་ཆད་ཀྱི་ཚེ་འདི་གང་གི་ཨ་ནི་ལྟོ་གོས་ད་ཡག་པོ་བྱུང་ཡ་ད་དེ་གི་གཅིག་ད་དགོས་པ་རེད་མ་གཏོགས་ཤ་ཤ་ཐུབ་ཐུབ་པ། ཆོས་ཤ་ཡིན་དུས་ཙམ་ནས་ཆོས་ཟེར་ངེས་ཀྱི། མ་གཞི་མ་གཞི་མཐུན་རྗེས་ཀྱི་ཚེ་འདི་གང་གི་དོན་དག་ལ་ཡི་ཆོས་ཀྱི་ཐོག་ནས་བསམ་བློ་ཆོས་ཀྱི་བསམ་བློ་ཡོད་པ་ཞིག་ཡིན་ན་ཁོ་གི་ཚེ་ཡིན་ནའི་བཟོད་བསྲན་ཆེ། ཁོ་གི་ཚེ་གི་ཡིན་ནའི་ཚ་ཚུགས་རེད། བསམ་བློའི་ནང་ལ་ཡ་ཁོག་རྒྱ་ཆེ་དེ་དྲངས་པས། བློ་གུ་ཡངས་དང་བག་ཕེབས་པ་ཅིག་ཡོང་རྒྱུ་རེད། གཉིས་ནས། ཕྱི་མ་ཕན་ཆད་ཀྱི་ད་ཕྱི་མ་ཕན་ཆད་ཀྱི་ད་དོན་དག་ལ་ཨེ་ནི་ཁོ་བག་རེ་བ་བསམ་བློ་བཏང་ནས་སེམས་ཁུར་བླངས་ནས། གོ་བརྡ་འཆར་གཞི། འཆར་གཞི་དུས་ཡུན་ངེས་ཅན་ཆགས་ནས་ཡོང་བ་ཡིན་དུས་ཕྱི་མ་ཕན་ཆད་ལས་ཕན་པ་ཞིག་ནི་དེ་འདྲ་ཡིན་ནོ། ཕྱི་མ་ཕན་ཆད་ཀྱི་དོན་དག་ལ་ཡང་བདག་གི་ཕྱི་མ་ངན་སོང་དུ་མི་འགྲོ་ཙམ་ཞིག་གིས་དང་ཕྱི་མའི་ཅིག་འཕྲལ་སེལ་གྱི་ད་ཚེ་འདི་རྫོགས་ནས་སྐྱེ་བ་ཕྱི་མ་ཟིན་པའི་ཁ་ཐུག་གི་འཕྲལ་སེལ་གྱི་ད་ག་སོགས་རེ་ཡང་དལ་བ་དུང་བདེ་སྡུག་གི་ད་དོན་དག་ལ་ཡང་བསམ་བློ་འཁོར་ལྡན་ངན་ཅིག་ད་དལ་ཙམ་དུ་མ་ཟད་ད་གཏན་དུ་དལ་བ་ཅིག་གིས་ཨེ་ན་བསམ་བློ་འཁོར་ལྡན་ངན་གྱི་ཡང་རིགས་རུ་བཅས།

བྱས་ཙང་ཀའོ། ང་རང་ཚོ་ཚང་མ་ལོ་ཟླའི་དབང་འདས་པ་རེད་སྡུག་བསྔལ་མི་འདོད་པ་ཚང་མ་ལོ་གཅིག་གྱུར་རེད་ད་དེའི་ཐང་ནས་ཨ་ནི་ཨ། ཅིག་སོ་སོའི་བསམ་བློ་རྒྱ་ཆེ་ལོས་དང། ཨ་ནི་བསོད་ནམས་ཀྱི་རྒྱབ་ཕྱོགས་མ་ཕྱོགས་དེ་འདྲའི་གི་ད་གནས་ཚུལ་གྱི་ཐང་ནས་ཨ་ནི་བསམ་བློ་གཏོང་སྟངས་ཀྱི་རིམ་པ་མང་པོ་ད་ཡོང་དེ་ཨ་དེ་ཡིན་ཟེར། ད་དེ་འདྲ་ཡིན་དུས་དའོ་ཕྱི་མ་ཕན་ཆད་ཀྱི་དོན་དག་ཅིག་བསམ་བློ་འཁོར་གི་འདུག་ད་ད་ཆོས་མ་གཏོགས་འགྲོ་ས་ཡོད་མ་རེད་དངུལ་བུ་ཟེར་ཡོད་ན་ཡང་ཚེ་ཕྱི་མ་ལ་ཕན་ཡ་ཡོད་མ་རེད། རང་རེ། གཅིག་སོ་སོའི་བའི་གཏམ་སྙན་གྲགས་གོས་ཚད་བཟང་པོ་ཡོད་ནས་ཚད་ཕྱི་མ་ན་ཕན་ཡང་ཡོད། སོ་སོ་གཅིག་དགའ་ཉེ་བློ་དགའ་གི་བའི་མི་བཟང་པོ་གོས་ཚད་དགའ་ཉེ་བློ་དགའ་གི་བའི་གྲོགས་བཟང་པོ་ཕུན་སུམ་ཚོགས་པ་གོས་ཚད་བརྗེ་བ་ཡིན་ནས་ཕྱི་མ་སེང་གེ་འདྲ་ན་ཕན་ཡང་ཡོད་མ་རེད། དེ་དང། སྐྱེ་བ་ཕྱི་མ་སེང་གེ་འདི་གཟིམ་ཡོང་པའི་ཁ་ཐུག་ལ། སོ་སོའི་ག་སོ་རེད། སེམས་དུས་མ་དུས་དེ་ག་དེ་ག་རྐྱང་རྐྱང་གི་ཐོག་ནས་ཨེ་ནི་ཕན་ནི་ཞིག་མིན་རྒྱུ་རེད་མ་གཏོགས་པ་ཅིག་གཞན་ལྟར་བྱས་ཡོད་མ་རེད་དེ་ང་ཚོ་ཚང་མ་ལ་མཐོང་ཞོལ་དྲི་བ་ད་དེ་འདྲ་ཡིན་དུས་ཙང་ནས་སྐྱེ་བ་ཕྱི་མ་ཕན་ཆད་སྐད་ཆ་བཤད་པ་ཡིན་ན་ནི་ཆོས་མ་གཏོགས་ད་འགྲོ་ས་མེད་དེ་རེད་དེ་ཙམ་དུ་མ་ཟད་ཚེ་འདི་ལ་ཡིན་ན་ཡང་ཆོས་ཀྱི་བསམ་བློ་ཞིག་ཡོད་པ་ཡིན་ན་ད་བཤད་མ་ཐག་པ་ནང་བཞིན་བྱས་ནས་སེམས་སྐྱིད་པ་རེད་དཔེར་ན་ང་རང་ཚོ་དཔེར་ན། ང་རང་ཚོ་དར་ལ་ཤ་བཞག་ན་དར་ཁེལ་སའི་དུས་ཚོད་ལས་ཡར། ཕྱོགས་གཅིག་ནས་རང་གི་ལུང་པ་དྲན་མིའི་ལུང་པ་གྱར། དངོས་གནས་ཅིག། མི་ཡུལ་ས་ཁ་ལ་ཡར་ཅིག་སྐྱབས་མེད་མགོན་མེད་གཏོར་བ་ཅིག་སྤེལ་ཐབས་སྐྱོ་པོ་དང་ཁག་པོ་བྱས་ནས་ཡོང་གི་ཡོད་རེད། རང་གི་ལུང་པའི་གནས་ཚུལ་ཞིག་བསམ་བློ་བཏང་པ་ཡིན་ན་ཡང། དཔེ་ཆ་ག་སོགས་རེད་དེ་སྡུག་སྡུག་སྡུག་པ་ཞིག་དག་ཅིག་མ་གཏོགས་གོ་ཡ་མེད་དེ་ངན་ཐོས་ཡ་མེད་དེ་བ་ཞིག་རེད་དེ་ཡིན་ན་ཡང། ཡང་ཡང་བསམ་བློའི་ནང་ལ་ཡ། རང་གིས་བསགས་པའི་ལས་རང་གིས་མྱོང་དགོས་ཀྱི་རེད་ཟེར་ཡག་གི་ལས་ཀྱི་འབྲས་ཀྱི་རེད་ཅེས། ད་ག་ན་བཞིན། སྲིད་པའི་ཕུན་ཚོགས་ག་འདྲི་ཞིག་ཡིན་ན་ཡང་དེ་ལ་ཅིག་ལྟ་ཡིད་བརྟན་ཡོད་མ་རེད་ཟེར་ཡག་ཅིག། གང་ལྟར་དེ་ཁོ་བས་བཏུས་པའི་ཆོས་ཤིག་ཡིན་ཕྱིན་ཡིན་ཕྱིན་ཆད་ལ་ཡ་སྡུག་བསྔལ་གྱི་རང་བཞིན་ལས་མ་འདས་པ་རེད་ཟེར་ཡག་འདྲ་བོ།

ཅིག་གཤིས་ཀ་རུ་ཁོ་མ་གཏོགས་ཤུགས་ཆུང་བ་དང། ཨ་ནི་གཞན་གྱི་ཕན་བདེ་བསྒྲུབ་ཡག་དང་གཞན་དག་གི་དོན་དག་ལས་བསམ་བློ་གཏོང་ཡག་མང་ཙམ་བྱུང་ན་སྟབས་བདེ་རླབས་ཆེན་པོ་མ་རེད་བས་རྟགས་ཆེན་པོ་མ་རེད་བས། དཔེར་ན་མའོ་ཙེ་ཏུང་གི་རླབས་ཆེན་ནང་ལ་ཆ་བཞག་ནས་མའོ་ཙེ་ཏུང་གི་རླབས་ཆེན་ནང་གི་ནུས་པ་ཆེ་ཤོས་དེ་ཚོ་ཕྲལ་ཏེ་ཨ་ནི། ཏང་མི་དམངས་གི་དོན་དག་རེད། ད་ཏང་གི་དོན་དག་ལ་ཡང་ཨ་ནི་རང་གི་ལུས་སྲོག་བློས་བཏང་དགོས་ཀྱི་རེད་ཟེར་ནས་ད་རླབས་ཆེ་བརྒྱབ་ཡོང་གི་ཡོད་རེད། མང་པོའི་ཆེད་དུ་ཨ་ནི་རང་ཉིད་བློས་བཏང་དགོས་ས་རླབས་ཆེ་དེ་ད་རླབས་ཆེ་གཙོ་བོ་ལ་ཆགས་ཡོང་གི་ཡོད་རེད། དེ་ཚོ་ཕྲལ་ཏེ། མདོ་དོན་ཐེག་པ་ཆེན་པོའི་ཆོས་ཀྱི་ནང་གི་ད་རླབས་ཆེ་དེ་རེད་མ་གཏོགས་པ་གཅིག་གིས་དེ་ལ་ལྷག་གི་རླབས་ཆེ་སྐྱེད་མི་འདུག་ག།

མིང་དོན་མཚུངས་བའི་འགོ་ཚུགས་ཤིག་ཆགས་ཐུབ་ཀྱི་རེད་ལ་ཁོས་དངོས་གནས་མིའི་སྤྱི་ཚོགས་ནང་ལ་ཞབས་འདེགས་སྒྲུབ་ཡོང་གི་རེད། ཁ་མཁས་པོ་དང་གཏམ་འདྲ་ཆགས་པོ་གུས་ཚད་ཤེས་ཀྱི་ཡོད་ན་ཡང། ཁོ་བོ་གྱི་བསམ་བློའི་ནང་ལ་རང་དོན་ཁོག་བཅུག་ཅིག་དང་རང་གི་ཨེ་ནས་ག་ཤོག་རེ་ཕུལ་གྱི་གཏམ། ལར་རྒྱ། དོན་དག་དེ་འདྲའི་ཅིག་མ་གཏོགས་བསམ་བློ་མེད་བསྡད་མཁན་ཞིག་ཡིན་ན། ཉི་མ་འགའ་ཤས་སོང་ནས་བདུན་ཕྲག་ཁ་ཤས་སོང་ནས་བདུན་ཕྲག་ཟླ་བ་བཅུ་གཉིས་སོང་བའི་མཚམས་ལ་ཡང་ཁོ་རྫུན་ཕུག་བརྡོལ་ནས་གང་ལྟར་ཨ་ད་མི་དེ་འཁྱམས་འདུག་ད་མི་དེ་སྐྱིད་ཟིག་ཞིག་མི་དེ་གོ་བ་ཐག་གིས་ཁོ་རང་དོན་མོ་དོ་བསམ་ཐག་མི་འདུག་ཟེར་ནས། སུ་ཡིན་ནའི་ཕི་གེ་ད་གང་ལྟར་ག་ཚོགས་རེད་ཐོངས་གླ་ཡག་རེད་ཟེར་ད་གང་ལྟར་སྤྱི་ཚོགས་འདི་ནང་ལོགས་ལ་ཕན་ཐོག་མེད་དྲན་ངན་ག་ཚོགས་རེད་ཕི་གེ། སྤྱི་ཚོགས་ནང་ལོགས་ལ་ཕན་པ་གྲུབ་ཐུབ་གི་མི་འདུག་ང་ད་དེ་འདྲའི་ཡིན་དུས་སྐྱེ་བ་ཕྱི་མ་ཕར་བཞག

ཆོས་ཀྱི་རྩ་བ་ཡི་འདི་ཡིན་པ་རེད། དག་པའི་གཞན་གཅེས་བྱང་ཆུབ་དག་པའི་གཞན་གཅེས་པའི་བློ་སེང་གེ་རེད་ཆོས་ཀྱི་རྩ་བ་ཡི་འདི་རེད་ལ་མི་ཆོས་ཀྱི་རྩ་བ་ཡི་འདི་རེད། སྔོན་ན་ད་ནི་བདེ་སྐྱིད་ཐམས་ཅད་ཀྱི་རྩ་བ་རེད་དེ། རང་དོན་ཁོག་བཅུག་གི་བསམ་བློ་དེ་ཉུང་ངུ་བྱས། གཞན་དོན་གྱི་ཁུར་དུ་འཁྱེར་ཡག་རེད་དང་གཞན་དོན་ལ་ཡང་སེམས་ཁུང་བླངས་ཡག་དེ་ད་མང་གཙོ་ཡག་སེང་གེ་དེ། ཚེ་འདི་དང་ཕྱི་མ། ཆོས་དང་འཇིག་རྟེན། ག་འདྲ་ཅིག་གི་གནས་ཚུལ་ལ་ཆ་བཞག་ནས་ཞི་དྲག་ཕན་ཐོག་ཆེན་པོ་ཡོད་བསྡད་པ་དང། རྩ་བ་ཅིག་ཏུ་ཐུག་ཡོད་རེད། ད་ག་ལ་ཞིག་རང་གི་དེ་ཡིད་ལ་བསམ་བསམ་པ་ཡིན་ནས་གཞན་གྱི་དེ་ཡིད་རང་གི་དེ་ཡིད་ལ་བསམ་བསམ་པ་ཡིན་ནས། རང་དོན་ཁོག་བཅུག་གི་བློ་དེ་ཉུང་དུ་ཕྱིན་པ་ཡིན་ན། བསམ་བློ་གཏོང་དུས་ཙམ་ནས་གཞན་དོན་ཁུར་དུ་འཁྱེར་བའི་བསམ་བློ་ཞིག་ཆགས་པ་རེད་དེ། ངོ་ཐོག་རང་དོན་ལ་ཆགས་བཞག་ན་ཡང་སོ་སོ་བག་ཕེབས་པ་དང་སྐྱིད་པ་ཏན་ཏན་ཡོང་གི་རེད། གར་སྟེགས་ཀྱི་གཅིག་གཞན་དོན་དོན་གཉིས་ཀྱི་བློ་ཡོད་པའི་ཚོད་ཀྱིས་ཨེ་ནི་སོ་སོའི་སེམས་ལ་ཡང་སྔོན་ན་དྲ་གནས་ཀྱི་ཕི་གེ་གཅིག་ག་ཚུགས་རེ་གནོང་དང། གཅིག་ངོ་ལྐོག་བྱེད་དགོས་ཡ་དང་གཅིག་བསམ་བློའི་ནང་ལ་ཡང་ངས་ཕྱི་ལོག་ལ་དགྲ་ཆགས་པོ་བྱས་མ་གཏོགས་ང་རང་ནང་དོན་དེ་འདྲས་མེད་བསམ་པའི་སོར་བ་གཅིག་གིས་སོ་སོ་སོ་སོ་པའི་ཨེ་ནི་པའི་ཡིད་མུག་ཡ་དང་སོ་སོ་སོ་སོ་པའི་ཁ་སྐྱེངས་ཡ་གི་གནས་ཚུལ་རྩ་བ་ནས་བལྟས་ཡོད་མ་རེད། གཞན་ཕན་གྱི་བསམ་བློ་དང་གཞན་ལ་བློ་བཟང་པོ་ཞིག་བྱས་གཞན་ལ་ཡ་གཅིག་དངོས་གནས་ཁུར་དུ་ཁྱེར་བ་ཞིག་གཞན་དོན་ཁུར་དུ་ཁྱེར་བ་ཞིག་གི་བློའི་ཕྲོགས་བསམ་ཞིག་ཡོད་པ་ཡིན་ན་ཡང་སོ་སོའི་བློ་ལ་ཡ་དེ་ལས་ནི་ཡིད་ཚིམ་པ་ཅིག་དང་དེ་ལས་ཐག་ཕེབས་པ་ཅིག་ཡང་ཡོད་མ་རེད། རང་དོན་ཁོག་ཏུ་བཅུག་ནས་བསྡད་པ་ཡིན་ན། དྲ་འདུག་ཡང་བྱ་ཁག་པོ་རེད། ཉོན་མོངས་མ་སེལ་བར་དུ་སྡུག་བསྔལ་གྱི་རྩ་བ་ཟད་ཡོད་མ་རེད། སྡུག་བསྔལ་གྱི་རྩ་བ་མ་ཟད་པ་ཡིན་ན་སྡུག་བསྔལ་ཡོང་རྒྱུ་ཡིན་པ་ཐག་ཆོད་པ་རེད། ཨེ་ན་སོ་སོའི་བསམ་བློའི་ནང་ལ་ཡ། ང་སྐྱིད་པ་ཞིག་བྱུང་ན་ང་ཡག་ག་ཞིག་བྱུང་ན་ང་ལ་ཡ་པའི་ཚིག་མི་སྙན་པ་ཅུང་ཟད་ཙམ་ཡང་མེད་པ་ཞིག་དང་ང་ལ་པའི་ཁམས་གསུམ་ཐམས་ཅད་པའི་དབང་དུ་གྱུར་བ་རུ་ཅིག་གི་པའི་སྟོབས་དང་ལོངས་སྤྱོད་དང་དབང་ཐང་རུ་མངའ་ཐང་རུ་ཅིག་བྱུང་ན་བསམ་པ་ཅིག་གི་བློ་ལངས་ཡོད་པ་ཡིན་ན། སྒྲུབ་ཡ་ཡང་མེད་དེ་ངས་ཅིག་ལ་ཡ་རྔམ་དྲག་བྱས་ནས་བསྡད་བསྡད་དུས། ག་ཚོད་རེད། ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་ཡང་སེམས་མ་སྐྱིད་པ་ཅིག་དང་ཁ་བྱང་ན་རེ་རེ་ཡོང་པའི་སྐབས་ལ་ཡང་ཨེ་ནི་རླུང་འཕར་བ་ཞིག་མ་གཏོགས་སྐབས་འགལ་མེད་དེ་བས་ང་ཚོ་མཐོང་ཡག་དེ་རེད། མི་བཞི་བོ་གཅིག་པའི་གསར་ཤོས་ཤི་ཚ་བོ་ཡིན་དེ་བས་དེ་ཡིད་སྐྱིད་པོ་གལ་མི་འདུག་ག་རང་ཡ། ཨོ་དེ་འདྲས་ཡིན་དུས་རྩ་ནས་ང་ཚོ་སྐྱ་བོ་ཆེན་མོ་ཕར་བཞག་ནས་ཚེ་འདི་ལ་ཡིན་ན་ཡང་ཨེ་ནི་གཞན་ཕན་གྱི་བློ་བཟང་པོ་བསྟེན་ཡག་ཟེར་ངེས་ཏེ། བདེ་སྐྱིད་ཀྱི་རྩ་བ་རེད་ཤག། གཞན་ལ་ལྟོས་དེའི་བདེ་སྐྱིད་ཀྱི་རྩ་བ་རེད། རང་ལ་ལྟོས་དེའི་བདེ་སྐྱིད་ཀྱི་རྩ་བ་རེད། ད་ག་ནང་བཞིན་གྱི་བོད་ཀྱི་ཤ་མ་ཐག་པ་ནང་བཞིན་གྱི་འཇིག་རྟེན་གྱི་འཇིག་རྟེན་མི་ཆོས་ཀྱི་ཆ་ནས་བརྩིས་ན་ཡང་རྩ་བ་ནས་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་ཡང་རྩ་བ་རེད་ང་དེ་འདྲས་ཡིན་དུས་དག་པའི་ཞལ་མཇལ་བ་ཟེར་ངེས་ཏེ། འདུན་པ་གཉིས་ལྡན་ཟེར་ནས་ཟེར་ཡག་དེ་འདྲས་ཡང་ཏོག་ཙམ་རིང་པོ་ཆགས་པ་རེད་ར་བའི་བྱང་ཆུབ་དོན་གཉིས་ཀྱི་བློ་དགོས་ཀྱི་རེད་བྱང་ཆུབ་ངོ་འཕྲོད་པ་དགོས་ཀྱི་རེད་ཨོ་ཉོན་མོངས་ཟད་རུང་ཡིན་པ་དང། ཨོ་སྐྱག་བ་ང་ཆོས་དེ་འདྲའི་མང་པོ་ཅིག་གི་ད་ག་སོག་རེད་བསམ་མནོ་གནང་ལ་ཡ། ངེས་པ་ཉེས་པ་ཞིག་མ་བྱུང་ན། ཁ་ཞེ་གཉིས་མེད་ཀྱི་བྱང་ཆུབ་ཡིན་ཟེར་མཁན་དེ་ག་སོག་རེད་བྱང་ཆུབ་དོན་གཉིས་ཀྱི་མཚན་ཉིད་ཚང་ཡ་ཟེར་མཁན་དེ་ད་དེ་དག་ཁག་པོ་རེད་དེ་ཡིན་ན་ཡང། ག་ཚད་ཐུབ་ཐུབ་ཀྱི་གཞན་ཕན་གྱི་བློ་བྱ་ཡ་ཟེར་མཁན་དེ་ཆོས་བརྒྱུད་ནས་ཁས་མ་བླངས་ཀྱི་མི་གཅིག་ལས་ཡོང་ཐུབ་ཀྱི་རེད་སྐྱག་བ་ང་ཆོས་ཁས་མ་བླངས་ཀྱི་མི་གཅིག་ལས་དེ་ཡོང་ཐུབ་ཀྱི་རེད། བསླབ་བྱ་དེ་ཡག་པོ་འདུག་ག། དེ་འདྲ་ཡིན་དུས་ཙང་ནས། ག་སོག་རེད།

འདུག་ཟེར་ནས་ཐར་པ་དྲུག་འདུག་རེ་ཟེར་ནས་ཐོག་མར་མི་དགེ་བཅུ་སྤོང་གི་ཚུལ་རིག་ནས་གསུངས་བ་ཅིག་གདའ། གཞི་རྩ་དེ་གཞན་ལ་གནོད་འཚེ་མི་བྱེད་པའི་སྒང་ལ་བསྐྱལ་ནས་ཡོང་གི་ཡོད། དེ་འདྲ་ཡིན་དུས་སྟོན་པའི་ཆོས་དེ་སྙིང་རྗེའི་རྩ་བ་ཅན་ཡིན་གསུང་གི་ཡོད་རེད། དེ་འདྲ་ཡིན་དུས་ཐེག་པ་ཆེ་ཆུང་གི་ཆོས་ཚང་མ་ལ་རྩ་བ་བཞག་ས་དེ་སྙིང་རྗེའི་སྒང་ལ་བཞག་ཡོང་གི་ཡོད་རེད། ད་ཐེག་དམན་གྱི་གར་བྱེད་པ་ཚོས་ན་སྙིང་རྗེའི་རྩ་བ་ལ་བཞག་ནས་དེའི་ཐོག་ནས་གཞན་ལ་གནོད་པ་མ་བསྐྱལ་ཟེར་གྱི་ཡོད་རེད། ཐེག་པ་ཆེན་པོས་གཞན་ལ་རོགས་བྱེད་ཟེར་གྱི་ཡོད་རེད། དེ་འདྲ་ཡིན་དུས་ང་རང་ཚོ་ནག་པ་སངས་རྒྱས་པའི་ཆོས་ཀྱི་མདོ་དོན་སྙིང་པོ་ཚུར་བསྡུས་པ་ཡིན་ན། རབ་ལ་བྱུང་ན་མི་ལ་ཕན་ཐོགས་ཡག་པོ་མཆིས།

དེ་ནས་རླབས་ཆེན་གཉིས་པ་དེ་མི་ལ་ཡར་བཏབ་སོ་སོའི་ལུས་སྲོག་ལོངས་སྤྱོད་དུ་བྱས་པ་སེམས་ཅན་ལ་བཏང་སྟེ་གཞན་དུ་སྒྲུབ་དགོས་པའི་གསུངས་ཡོད། རིམ་པ་དང་པོ་དེ་ལ་དེ་མ་ཐུབ་པའི་རིང་དེ་ལ་གཞན་ལ་གནོད་པ་མ་བྱེད་ཟེར་ནས་གསུངས་ཡོད། ཐོག་མར་སྲོག་གཅོད་སྤོང་བ་ནས་བཟུང་ཅིང་བསླབ་བྱ་འདིར་བསྐྱོན་ཡོད་འདུག་ད་དེ་འདྲ་ཡིན་དུས་ང་རང་ཚོས་རྩ་བ་ཐུག་ས་དེ་སེམས་རྒྱུད་བཟང་པོ་བྱས་ནས་གཅིག་གིས་གཅིག་ལ་ཡར་རོགས་ཡག་པོ་བྱས་གཅིག་གིས་གཅིག་ལ་ཕན་ཡག་པོ་བཏགས། འབུ་སྲིན་ཚུན་ཆད་ལ་ལ་ཡ་དངོས་གནས་ཅིག་སེམས་དགའ་སོ་རེད་ཅིག་སེམས་ཉེས་པོ་ཅིག་དང་སེམས་དགའ་པོ་ཅིག་དང་ཨེ་ན་སོ་སོས་ཅིག་ཞེ་ཐག་པ་ནས་དང་ཕན་སེམས་ཅིག་བྱས་ཕན་པ་ད་ལྟ་དངོས་སུ་བསྒྲུབ་ཐུབ་རུང་མ་ཐུབ་རུང་རང་གི་ངོས་ནས་གཞན་སེམས་ཅན་ཞིག་ལབ་ཡོད་དུས་ཅིག་སེམས་ནང་ལ་ཡ་ཅིག་དངོས་གནས་དགའ་སོ་རེད་ཅིག་ཡིད་ལ་ཡ་ཅིག་གང་འདྲ་དང་ཅི་འདྲ་བསམ་པ་རེད་ཅིག་བློ་ལ་ཡ་དེ་འདྲས་བཞག་ཡ་ཅིག་ད་སྟེ་ང་ཚོ་བཟོ་དགོས་པ་རེད་དེའི་སེམས་དེ་ད་འདི་ཀྱི་ཐམས་ཅད་ཀྱི་རྩ་བ་འདྲ་བོ། རང་གཞན་ཐམས་ཅད་ཀྱི་དང་བདེ་སྐྱིད་ཀྱི་འབྱུང་གནས་རེད་བོ་ཆ་འདི་ཡོད་རེད་དེ་ཆོས་ཀྱི་ནང་ཆོས་ཀྱི་དང་ནང་པ་སངས་རྒྱས་པའི་ཆོས་ཀྱི་དང་རྩ་བ་སྙིང་དོན་རེད་བོ་ད་འདི་རེད་ཨོ་ད་འདི་སྤྱོད་འཇུག་ནས་གསུངས་ནས་ཡོང་གི་ཡོད་པ་ཡིན་དུས་ཟེར་ནས་ཨེ་ང་རང་ཚོ་ཚང་མ་ལོག་གིས་ངས་བཤད་ཉན་གྱི་ཡ་གི་རྩལ་ཡོང་ཡོང་གིས་ཅིག་ད་ཀུན་སློང་བཟང་པོ་ཅིག་གསལ་བཏབ་ནས་བཤད་རྒྱུ་ཡོད་བསྡད་པ་ཅིག་ད་ཁྱེད་རང་ཚོ་ཉན་ཉན་དུས་ཡིན་ན་ཡང་གི་རྩལ་ཡོང་ཡོང་གིས་གདང་བ་ཅིག་ཀུན་སློང་བཟང་པོ་ཅིག་གསལ་བཏབ་ཨ་ནི་ཀུན་སློང་བཟང་པོའི་ཐོག་ལ་ད་ལྟ་དངོས་སུ་ཉན་པའི་ཁ་ཐུག་ལས་ཅིག་སེམས་གཞན་དུ་གཡེང་བ་དང། དང། ཡང་དེའི་ནང་ལོགས་ལ་ཡོད་ཅིག་ཆང་གཟུགས་ཅིག་དཀའ་ལས་ཁ་ཡག་སོར་དེ་འདྲ་ཞིག་འདུག་ན་ནི། དེ་ནི་དཀའ་ལས་ཁ་ཅིག་ག་ས་བཅུག་སྟེ། ཡག་པོ་ཞིག་ཉན་ཐུབ་ཡག་མི་འདུག་ན་ནི་ཡོང་དགོས་ཧ་ཡོད་མ་རེད། སོ་སོ་རང་དབང་རེད་མ་གཏོགས་ག་གེ་དེ་ངོ་ཚ་སྤམ་ཤོག་བྱེད་དགོས་ཧ་ཡོད་མ་རེད་མ་ཡོང་ན་འགྲིག་རེད། ད་དེ་ཡོང་བ་ཞིག་ཡིན་ཕྱིན་ཆད་ལ་ཡོང་ཕྱིན་ཆད་ལ་ཡོང་བའི་དགོས་དོན་དེ་ཨེ་ན་ཨམ་ཅོག་ཡག་པོ་ཅིག་ཉན། ཨེ་ན་སེམས་ལ་ཡག་པོ་ཅིག་ངེས་པ་བྱས་ཨེ་ན་ཟབ་ཟོབ་བྱེད་དགོས་རེད་ཤེས་སོང།

དགོས་དོན་ག་རེ་བཟུང་ཨམ་ཅོག་ལ་གོ་བ་ཞིག་དང་ངེས་པ་ཞིག་འདི་གལ་ཆེ་གི་རེད་མ་གཏོགས་དེའི་སྒྲིག་རུ་ཞིག་ཁྱེད་ནས་ཨ་ནི་དོན་དག་འདི་མ་བྱུང་བ་བྱས་ཕྱི་ལོག་ལྟ་དངོས་ནང་འཚོ་བའི་བསམ་པ་དལ་དོན་འདི་ཧ་ལས་སུ་ག་ཡང་མ་རོ་ཡ་འདུག་བྱས་ད་ཡག་དེ་འདྲ་ཞིག་འདྲ་ད་ཀུན་སློང་ག་འདྲ་ཞིག་ཟིན་གོ་རེད་ཟེར་ལབ་ན་ཨ་མདའ་ཤ་མ་ཐག་པ་ནང་བཞིན་གི་དང་དེ་ནང་ག་དང་སྙམ་པའི་སེམས་ཅན་ཐམས་ཅད་ཀྱི་ལ་ཡ་ནི་ཕན་པ་ཞིག་དང་དལ་བ་ཞིག་གི་དོན་དག་ལ་ཡ་ཨ་ནི་ངས།